ལྷན་རྒྱས་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ། ངའི་མིང་ལ་བཀྲ་ཤིས་པ་སང་ཟེར་གྱི་ཡོད། ང་རང་བྱམས་མགོན་ཀོང་སྤྲུལ་རིན་པོ་ཆེ་བློ་གྲོས་ཆོས་ཀྱི་ཉི་མ་མཆོག་གི་གདན་ས། ལག་པ་བཤད་གྲྭ་ལ་སློབ་སྦྱོང་བྱེད་བཞིན་པ་ཡིན། ད་དེ་ནས་ད་ལྟ་ང་རང་ཚོ་འདིར་ཡུལ་བ་ར་ན་སིའི་ཉེ་འགྲམ་ལ་ཡོད་པའི། བཞི་བར་གཤེགས་པ་མཁན་ཆེན་ཁྲ་འགུ་རིན་པོ་ཆེ་མཆོག་གི་ཝཱ་ཛི་ར་བི་དྷ་གཙུག་ལག་སློབ་གནས་ཁང་དུ། བཀའ་བརྒྱུད་དགུན་ཆོས།

དཔེ་ཁྲིད་གནང་གི་ཡོད་པ་རེད། ད་དེ་ཡང་མཁན་ཆེན་ཁྲ་འགུ་རིན་པོ་ཆེའི་སྐུ་ཕྲེང་དགུ་པ་ཀརྨ་བློ་གྲོས་ལུང་རིགས་སྨྲ་བའི་སེང་གེ་མཆོག་གིས་དེ་གོམ་པ་དེ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོར་ལེགས་པར་གྲུབ་གནང་ནས། དེ་ནས་ལོ་དེར་རང་ཅག་སེམས་ཅན་ཐམས་ཅད་ཀྱི་སྐྱབས་གནས་དམ་པ་དམ་པའི་ཆོས་ཀྱི་སྲོག་དེ་འདོན་གྱི་སླད་དུ་མཚན་ནས་སྨོས་ན ྋགོང་ས་ཏཱ་ལའི་བླ་མ་སྐུ་ཕྲེང་བཅུ་བཞི་པ་རྒྱལ་བ་བསྟན་འཛིན་རྒྱ་མཚོ་མཆོག་དེ་རང་ཉིད་དངོས་སུ་གོམ་པ་དེར་ཆིབས་བསྒྱུར་བསྐྱངས་གནང་ནས། དེ་ནི་དགོངས་པ་དེ་དབུ་འབྱེད་མཛད་གནང་བ་རེད། ད་དེ་བཞིན་དུ་རང་ཅག་སེམས་ཅན་ཐམས་ཅད་ཀྱི་དེ་བཞིན་ཉིད་ཀྱི་སྐྱབས་གནས་དམ་པ་དོན་གྱི་བློས་དེ་མཚན་ནས་སྨོས་ན་སངས་རྒྱས་ཀརྨ་པཀྵ་དབང་ཆོས་འདུལ་མ་ཆེན་པོ་ཨོ་རྒྱན་འགྲོ་ལྡོག་ཕྲིན་ལས་དབང་གི་རྡོ་རྗེ་མཆོག་དང། ཁོང་གི་ཐུགས་སྲས་སུ་གྱུར་པ་རྒྱལ་བ་ཡབ་སྲས་རྣམས་པ་དང་དེ་བཞིན་དུ་བསྟན་འཛིན་གྱི་སྐྱེས་ཆེན་དམ་པ་མང་པོ་ཞིག་དགོངས་པ་དེར་ལན་མང་པོ་ཞུགས་ཡོད་པ་ལ་བརྟེན་ནས་དགོངས་པ་དེ་བྱིན་རླབས་ཆེན་པོ་ཞེ་བོ་ཅིག་ཆགས་ཀྱི་ཡོད་རེད། ད་དེ་ཡང་དཔག་གྱ་བང་ཀ་མ་པ་གོམ་པ་དེ་རུ་ལན་མང་པོ་ཕེབས་པ་ལ་བརྟེན་ནས། དེ་ནས་གོམ་པ་དེ་གའི་མིང་ལ་མཚམས་རེ་སྐར་མ་གོམ་པ་དང་བཀའ་བརྒྱུད་གོམ་པ་ཞེས་བརྗོད་པ་ཡང་དེ་ངས་གོ་བྱུང། རེད་བ། ད་དེ་ནས་གོམ་པ་དེ་ཡི་ནང་དུ་འགྲོ་ཡོང་དུས། དེ་ནས་གལ་ཏེ་ཕག་ཚོམ་གྱི་ནང་གཟེ་འཁོར་ལོ་བདེ་མཆོག་གི་དཀྱིལ་འཁོར་གྱི་གལ་སྒོ་དེ་ཡི་ནང་ནས། དེ་ནི་གྲོགས་དགོས་པ་དང། དེ་ཡང་གོམ་པའི་ནང་དུ་འཛུལ་བ་དང་ཐོག་མར་ཕྱོགས་ཞེས་རྒྱལ་པོ་ཞེས་བྱ་ཡང་བཞག་ཐུབ་ཀྱི་ཡོད་རེད། ད་དེ་ནས་གོམ་པའི་དུ་ཁང་ནང་དུ་ཕྱིན་པ་ཡིན་ན་དེ་ནི་དེ་ལ་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་འདྲ་ཆེན་པོ་ཞེས་བྱ་ཐུབ་པ་དང་དེ་ནི་དེ་ཡི་གཡས་གཡོན་དུ་དེ་ནི་སངས་རྒྱས་སྟོང་གི་སྐུ་འདྲ་ཡང་བཞག་གནང་འདུག། དེ་བཞིན་དུ་འདུ་ཁང་ནང་གི་རྩིག་པ་གང་ལ་གནས་བརྟན་བཅུ་དྲུག་གི་རི་མོ་བྲིས་ཡོད་པ་ཡང་བྱ་ཐུབ་ཀྱི་རེད་རོ། ད་གནས་བརྟན་བཅུ་དྲུག་གི་སྐོར་ལ་དོར་བསྡུས་ཤིག་ཞུས་པ་ཡིན་ན། ད་དེ་ཡང་སྔར་སྟོན་པ་སངས་རྒྱས་ཞལ་བཞུགས་པའི་སྐབས་སུ་དེ་ཁོང་གིས་གནས་བརྟན་བཅུ་དྲུག་ལ་བཀའ་གནང་བ་རེད། ག་རེའི་བཀའ་གནང་བ་རེད་ཟེར་ན། ཁམས་གསུམ་འཁོར་བ་དེ་ཡི་ནང་གི་སེམས་ཅན་ཐམས་ཅད་སངས་མ་རྒྱས་ཀྱི་བར་དུ། དེ་ནི་གནས་བརྟན་བཅུ་དྲུག་གི་སྐུ་མྱ་ངན་ལས་མ་འདས་པར་དེ་ནི་འགྲོ་བའི་དོན་བྱེད་དགོས་ཞེས་བཀའ་གནང་བ་ནང་བཞིན་དེ་ནི་གནས་བརྟན་བཅུ་དྲུག་པོ་དེ་དང་དག་ཡང་དེ་ནི་འཁོར་བ་དེ་ལ་གནས་ཡོད་པར་མཚོན་པའི་ཆེད་དུ། དེ་ནི་དགོན་པ་ཕར་ཆེར་གྱི་ནང་དུ་དེ་ནི་གནས་བརྟན་བཅུ་དྲུག་དེ་བྱ་རྒྱུ་ཡོད་པ་དེ་རྒྱུ་མཚན་དེ་འདྲ་ཞིག་རེད།

ད་དེ་ཡང་སྔར་བོད་རྒྱལ་ཁབ་དེ་རྒྱ་ནག་གི་མངའ་འོག་ཏུ་ལེན་ནས་དེ་བོད་མི་མང་པོ་ཞིག་རང་ཉིད་སྡོད་ས་ཡི་ལུང་པ་དང་ཁང་པ་དང་ཞིང་ཁ་ཐམས་ཅད་གཡུགས་ནས་དེ་རྒྱ་གར་ལ་བྲོས་ཡོང་བ་རེད་བ། ད་དེ་དུས་རྩ་ཆེ་བའི་སྐུ་འདྲ་དང་མཆོད་རྟེན་ཐམས་ཅད་ད་རྒྱབ་ལ་གཡུགས་ནས་ཡོང་བ་རེད་བ། ད་དེ་ཡི་ནང་ནས་ཀྱང་རྩ་ཆེ་ཤོས་སྟོན་པའི་གསུང་རབ་མང་པོ་ཞིག་ཁྱེར་ཐུབ་ཡོད་མ་རེད། ད་མདོར་ན་བྷ་ཇའི་བྷ་ཇའི་སྟོན་པའི་གསུང་ར་ཐམས་ཅད་རྒྱབ་ཏུ་གཡུགས་ནས་རྒྱ་གར་ལ་སླེབས་པ་རེད། ད་དེ་ཡི་སྐབས་སུ་བསྟན་འཛིན་གྱི་སྐྱེས་ཆེན་དམ་པ་བླ་མ་ཆེན་པོ་ཁ་ཤས་ཤིག་བོད་ནས་ཐར་ཐུབ་པ་རེད། རེད་བ། ད་བླ་མ་དམ་པ་དེ་དག་ཀྱང་ཨ་ནེ་མང་པོ་ཞིག་དེ་སྐུ་བྲེ་བོ་ཆགས་ནས་དེ་ནི་མྱ་ངན་ལས་འདས་ཀྱི་ཡོད་པ་དེ་ནི། མཁྱེན་རུང་ཅང་ཁོང་གིས་མཐོང་མྱོང་དུས། ད་ཡིན་ན་ད་ནང་པའི་ཆོས་ཀྱི་རྒྱུན་དེ་ཆད་འགྲོ་ས་རེད་ཉམས་འགྲོ་ས་རེད་ཞེས་པའི་ཡུལ་དེ་ནི་སེམས་ཁྲལ་ཆེན་པོ་ཞིག་དང། ཐུགས་ཁྲལ་ཆེན་པོ་ཞིག་ཡོང་བ་རེད། ད་དེ་ཡིན་དུས་ཧ་ཅང་རྩ་ཆེ་བའི་ལུང་དང་བཀའ་དང་བསྟན་བཅོས་ཀྱི་དགོངས་དོན་དེ་དག་དེ་ནི་གདུལ་བྱ་གཞན་དག་ལ་བསླབ་དགོས་པ་དང། མ་ཉམས་གོང་འཕེལ་གཏོང་བའི་ཆེད་དུ།

ད་དེ་ཡང་ལེགས་སྦྱར་བའི་སྐྱེས་རུང་བ། ད་དེ་ཡང་ཨ་ནེ་རང་ཅག་རྣམས་ཀྱི་ཚེ་འདི་ཕྱི་གཉིས་ཀྱི་སྐྱབས་གནས་དམ་པ་རྒྱལ་དབང་བཀའ་མ་པ་བཅུ་དྲུག་རིན་པོ་བཅུ་དྲུག། དེ་ནི་རིག་པའི་རྡོ་རྗེ། ཁོང་གིས་དེ་ནི་ལེགས་སྦྱར་སྐྱེས་ཀྱི་མིང་དེ་ཡང་དེ་ནི་བ་ཟེར་བའི་དེའ་དེ་ཆགས་ཀྱི་ཡོད་པ་རེད། ད་ཕ་ཆའི་དེ་ཡོད་དུས་ཨ་ནེ་ངའི་བསམ་ཚུལ་ལྟར་ན་ཨ་ནེ་གོམ་པ་དེའི་མིང་ལ་བ་ཟེར་བའི་དེའ་ཞེས་བཞག་དགོས་པ་དེ་ཡང་དེ་ནི་བཀའ་མ་པ་བཅུ་དྲུག་པ་ཨ་ནེ་རིག་པའི་རྡོ་རྗེ་མཆོག་གི་མིང་དང་སྦྱར་ནས་དེ་ནི་བཞག་པ་ཡིན་ས་རེད་དྲོ་ཨ་ནེ་དེ་ཡོད་དུས་ཨ་ནེ་ངའི།